ཨོ་ལགས་སོ། ད་དེ་རིང་ང་ཚོ་གིས་ད་དྲི་བ་དེ་ག་འདྲ་རེད་ཟེར་ན། ཚོགས་མཆོད་ཕུལ་ན་ཕན་ཡོན་ག་འདྲ་ཡོད་རེད། ཚོགས་མཆོད་དང་ཚོགས་འཁོར་གཉིས་ཀ་ལ་ཁྱད་པར་ག་འདྲ་ཡོད་རེད་ཟེར་བ་དེ་འདྲ་རེད། དེ་ཡིན་དུས་ད་དྲི་བ་དེ་སྤྱིར་བཏང་གི་དཔེ་མི་སྲིད་པར་གལ་ཆེན་པོ་རེད། དེ་རྒྱུ་མཚན་གང་རེད་ཟེར་ན་ཚོགས་མཆོད་འདི་ད་གསང་སྔགས་རྡོ་རྗེའི་ཐེག་པ། ཁྱད་པར་དུ་སྔགས་བླ་མེད་དང་འབྲེལ་བའི་དེ་ནི་ད་ཚོགས་བསགས་སྒྲུབ་སྦྱང་གི་ཐབས་ལམ་བླ་ན་མེད་པའོ་དེ་འདྲ་ཞིག་རེད། ད་སྤྱིར་བཏང་གི་ཡིན་ན་ང་ཚོ་བོད་པ་ཞིག་ཡིན་ན་ད་དུས་འཁོར་དབང་ཆེན་མ་བཞུས་པ་ཞིག་མེད་པ་རེད། སྤྱིར་བཏང་གི་དབང་ཐོབ་མ་མྱོང་བ་ཞིག་ཕལ་ཆེར་མེད་པ་རེད། དེ་ཡིན་དུས་དབང་ཟེར་བ་དེ་དངོས་གནས་བཤད་ན་ཡང།

གསང་སྔགས་ཀྱི་རྡོ་རྗེ་ཐེག་པ་གི་སྲོག་དེ་ཁོ་དམ་ཚིག་ཡིན་གྱི་ཡོད་རེད། དམ་ཚིག་ཟེར་བ་དེ་དཔེ་མི་སྲིད་པའི་རྒྱ་ཆེན་པོ་ཞིག་རེད། ད་ཡོད་ན་ཡང་ང་ཚོ་རང་བཞིན་ཚང་མ་གི་དམ་ཚིག་དེ་སྲོང་ཐུབ་ཁག་པོ་ཞིག་ཡོད་རེད། དམ་ཚིག་མ་སྲོང་ན། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་དངོས་གྲུབ་རྣམ་པ་གཉིས་དང་རང་བོར་འགྱུར་བ་སོང་དེ་འདྲ་སོང་ཡོད་རེད་འཇིག་རྟེན་པའི་དངོས་གྲུབ་ཐ་ན་ཐུན་མོང་གི་ཅིག་དངོས་གྲུབ་དང། ཚེ་རང་པོ་ཡོང་བ་ཕྱུག་པོ་ཡོང་ཡ། བྱ་བ་ལམ་འགྲོ་ཡོང་བ་ལ་སོགས་པའི་ཆེད་དུ་ང་ཚོས་འདོམས་པ་དོན་གོ་རུ་བ་དེ་འཇིག་རྟེན་པའི་ཆེད་ཀྱི་དངོས་གྲུབ་ཞིག་རེད་བ། དེ་ལས་ལྷག་པ་ཐུན་མོང་གི་དངོས་གྲུབ་བརྒྱད་ཟེར་བ་དེ་འདྲ་ཡོད་རེད། དེ་ཐོབ་དགོས་ན་འདྲ། ད་མཆོག་གི་དངོས་གྲུབ་ཟེར་ན། སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ན་འདྲ། ཨོ་སྟོང་ཉིད་སྙིང་རྗེ་སྙིང་པོ་ཅན་གྱི་ལྟ་བ་དང་དེ་གི་ཉམས་ལེན་རྒྱུད་དུ་སྐྱེ་དགོས་ན། དེ་ཚོ་ཚང་མ་གི་རྩ་བ་དེ་ཡང་དམ་ཚིག་ལ་ཐུག་ཡོད་རེད། ཡིན་ན་ཡང་ལུས་དང་པོ་འབའ་ཞིག་ཡིན་ན། མཐའ་གཅིག་ཏུ་དམ་ཚིག་ལུས་མགར། ཉམས། འདི། རལ། ཟེར་ནས་ད་ཚ་མཚམས་རིམ་པ་མང་པོ་ཞིག་ཡོད་རེད་ད་ཚང་མ་དེ་ཚ་མཚམས་དེ་བཏང་ནས་མ་བགར་བ་ཞིག་དཔེ་ཉོག་ཉོག་རེད་བ་རང་བཞིན་གཉིས་ཀ་ཐབས་ཤེས་ག་རེ་ཡོད་རེད་ཟེར་ན་ཡོད་རེད། དཔེར་ན། དགོན་པ་གང་ན་གི་གྲྭ་པ་རབ་ཏུ་བྱུང་པ་དེ་ཚོ་ལ་གསོ་སྦྱོང་ཟེར་བ་ཞིག་ཡོད་རེད་པ། དཔེར་ན། ཟླ་བ་གཅིག་གི་ནང་གི་ཡར་ངོ་མར་ངོ་ཟེར་ནས་གང་ལྟར་ཚིགས་པ་བཅོ་ལྔ་དང་གནམ་གང་ལ་དགེ་འདུན་པ་མཉམ་དུ་གསོ་སྦྱོང་འཚོགས། གསོ་སྦྱོང་འཚོགས་ནས་དེ་སོ་སོ་གི་ཅིག།

གསང་སྔགས་ལ་དད་པ་བཞག་ཚར་དུས། ཁྱོད་རང་གི་དངོས་གནས་ཉམས་ལེན་བྱེད་མཁན་མེད་ན་ཡང། ཁྱོད་རང་སངས་ཀྱིས་འགྲོ་ཡག་གི་རེ་བ་ཞེ་བོ་ཆེན་པོ་ཡོད་རེད། ད་རེས་དེ་དངོས་གནས་ཡིན་ད། དེ་གང་རེད་ཟེར་ན། མ་ཉམས་རང་མཐའ་སྐྱེ་བ་ཅི་དྲུག་གམ། ཉམས་ན་ཚེ་བདག། ཡ། དེ་ག་རབ་ན་ཚེ་བདག་གམ་འཆི་ཁ་བར་དོ་རུ། ཐུན་མོང་གྲུབ་པ་བརྒྱད་དང་ཡོན་ཏན་བརྒྱད། མཆོག་གི་དངོས་གྲུབ་ཁ་བསྒྱུར་བདུན་ལྡན་ཐོབ། དེའི་ཕྱིར་རང་བཞིན་དོན་གཉིས་ལྷུན་གྱིས་འགྲུབ་གསུངས་ཡོད་རེད། དེ་དེ་ག་འདྲས་གསུང་གི་རེད་ཟེར་ན་ནི། དམ་ཚིག་དེ་མ་ཉམས་པ་ཡིན་ན། རིང་ལ་ཡང་སྐྱེ་བ་བཅུ་དྲུག། ད་མིའི་ལོ་གི་བརྩིས་ན་ལོ་ཆིག་སྟོང་དྲུག་བརྒྱ་གི་ནང་ལ། ཁྱོད་རང་སྐྱེ་བ་ག་འདྲ་ཞིག་གི་སྟངས་ལ་ཡིན་ན་མདང་གང་དེ་རང་ཉི་མ་གཅིག་ལ་སངས་ཀྱིས་འགྲོ་སྲིད་ཀྱི་རེད་གསུང་གི་ཡོད་རེད། གསང་སྔགས་ཟེར་བ་དེ་དེ་འདྲས་ཞིག་ཡིན་གྱི་ཡོད་རེད་ད། ཡིན་ན་ཡང་དམ་ཚིག་མ་ཉམས་པ་ཞིག་དགོས་པ་དེ་རྩ་བའི་ཡིག་གི་ཆ་རྐྱེན་འདྲ་བོ་རེད་སྔོན་འགྲོའི་ཆ་རྐྱེན་རེད། ཡིན་ནའང་དེ་མ་འོངས་ན་ག་རེ་བྱེད་དགོས་རེད་ཟེར་ན། ཁག་གསོ་བྱེད་དགོས་ཡོད་རེད། དེ་ཁག་གསོ་བྱེད་པ་ཞེས་པ་ལ་ཚོགས་དེ་དཔེ་མི་སྲིད་དུ་གལ་ཆེན་པོ་རེད་ད། ཚོགས་དེ་འདྲ་ཡིན་དུས་ང་ཚོའི་ཚོགས་ཀྱི་ནང་ན་རྐང་བཤགས་ཟེར་བ་དེ་འདྲ་ཡོང་གི་ཡོད། ཚོགས་གཅིག་གི་ནང་རྐང་བཤགས་ཟེར་བ་དེ་ཡོང་གི་ཡོད་རེད་རྐང་བ་ཟེར་དུག་དམ་རྐང་བ།

དེ་བཞིན་དུ་བཅུ་མཐུན་གྱི་བསོད་ནམས་གསོག་པ་ལ་ཚོགས་ཐེབས་པའི་གར་ཆེན་པོ་རེད་ད་རྣམ་རྒྱལ་ང་ཚོ་རྣམ་རྒྱལ་གྲྭ་ཚང་འདྲ་བོ་ཡིན་ན་ད་སྐྱབས་མགོན་གཞོན་ནུ་རོལ་གི་ད་བཞུགས་བྱས་ནས་ང་ཚོ་ཡིན་ན་ད་བོད་པ་གི་ཅིག་ཁྱབ་ཁོངས་མང་པོ་ཞིག་ལ་ང་ཚོས་རྒྱལ་ཁང་ལྔ་པ་ལ་སོགས་པ་ནས་དུས་འདི་བཟུང་སྟེ་གཞུང་འབྲེལ་གྱི་སྒོ་ནས་ནི་མགོ་རུ་རིན་པོ་ཆེ་གི་ཚོགས་དང་རིག་འཛིན་དོང་སྒྲུབ་ལ་སོགས་པ་དེ་འདྲ་གསུང་ཡ་འདུག་བ། དེ་སོང་བ་དེ་སྐབས་སུ་ཡང་གཙོ་བོ་དེ་ཚོགས་འབུམ། ཚོགས་རྒྱག་ཡོད་རེད། དེ་འདྲའི་འདི་ཚོགས་རྒྱག་ཟེར་བ་དེ་ད་ག་ཙམ་ཅིག་སྲོལ་རྒྱུན་གྱི་རིག་འཛིན་ནང་དུ་དར་སོང་བ་ཞིག་ཙམ་མ་ཡིན་པར་ཁོ་རང་ནང་པ་སངས་རྒྱས་པ་དང་ཁྱད་པར་དུ་གསང་སྔགས་ཀྱི་ཆོས་ཉམས་ལེན་པ་ཞིག་ཡིན་པའི་ཆ་ནས་དེ་ལ་དཔེ་མི་སྲིད་པའི་རྒྱུ་མཚན་གྱི་རྒྱབ་ལྗོངས་རྒྱ་ཆེན་པོ་ཞིག་ཡོད་རེད། དེ་འདྲ་ཡིན་དུས་དེའི་རང་གི་ཐུན་མོང་དང་མཆོག་དངོས་གྲུབ་དེ་ཚོ་ད་དམ་ཚིག་ཉམས་པ་སོར་ཆུད་ནས་དགེ་བའི་ཡོན་ཏན་གོང་དུ་འཕེལ་བར་བྱེད་པ་ལ་ཚོགས་དེ་གལ་ཆེན་པོ་རེད། ཚོགས་ཟེར་བ་དེ་འགའ་ན་ཟེར་གྱི་འདུག་བ། འགའ་ན་བྱ་དཀར་ཟེར་ན་ད་ཚོགས་ཀྱི་འཁོར་ལོ་ཟེར་བ་འདྲ་བོ་ཡང་ན་ནམ་རྒྱུན་ཚོགས་ཀྱི་མཆོད་པ་ཟེར་བ་དེ་འདྲ་རེད། ད་ཡང་ཚོགས་ཀྱི་མཆོད་པ་དང་ཚོགས་ཀྱི་འཁོར་ལོ་གཉིས་ཀ་ལ་ཁྱད་པར་དེ་ཙམ་ཡོད་ས་རེད། ཚོགས་ཀྱི་འཁོར་ལོ་ཟེར་འོང་དེ་གི་རིག་འཛིན་འཇིགས་མེད་གླིང་པ་ཡིན་སྐོར་གཅིག་གི་གསུང་ཞིག་གི་ནང་ན་ཚོགས་ཀྱི་འཁོར་ལོ་ཚིམ་པ་དྲུག་ལྡན་ཟེར་བ་དེ་འདྲ་ཞིག་གསུང་གི་ཡོད་རེད། ད་ཚོམ་བག་དཀྲུགས་དང་བསྡམས་པའི་ཚོགས་ཀྱི་འཁོར་ལོ་ཟེར་བ་དེ་ཡོང་གོག་ཡོད་ན། ད་རང་གི་རྡོ་རྗེ་ལས་ཀྱི་རྩ་ཁམས་ཀྱི་དཔའ་བོ་དང་མཁའ་འགྲོ་ཤོག་ཅེ་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལྟ་བུ་དེ་མདོར་ན་མང་པོ་ཞིག་དེ་ཚོམ་གོག་ཡོད་རེད་ད། དེ་འདྲ་ཡིན་དུས་མདོར་ན་དེ་ཆ་རྐྱེན་ཡོད་པ་ཞིག་རེད། ཚོགས་ཀྱི་འཁོར་ལོ་ཟེར་བ་དེ་ཡང་ཅིག་ཚོགས་འཁོར་ཚོགས་ཁོ་ན་ནི་ས་གཞི་མཐོན་པོ་ཞིག་ཡོད་ཅིག་གི་དོན་དང། ད་དེ་ཡང་གང་ཟག་རེ་རེ་ནི་ཚོགས་ཀྱི་འཁོར་ལོ་ཟེར་བ་དེ་རོར་ཡག་གི་དེ་འགྲིག་པའི་ནུས་པ་ཡོད་མེད་ལ་མ་ལྟོས་པར་བླ་མ་སྐྱེ་བོ་དམ་པ་རྣམས་ཀྱིས་ཚོགས་ཀྱི་འཁོར་ལོ་བསྐོར་ཡོང་དུས་དེ་ཚོགས་གྲལ་དུ་དབང་བ་དང་ཚོགས་གྲལ་དུ་བདར་མཁན་ཡིན་ན་ཡང་གོ་གཞན་སྟོབས་ཀྱིས་དཔེར་ན་སྔ་ཕྱི་སངས་རྒྱས་བཅོམ་ལྡན་འདས་དེ་དགྲ་བཅོམ་པ་ཁ་ཤས་ལ་རྫུ་འཕྲུལ་གྱི་སྟོབས་ཀྱིས་འཕུར་ཡག་ཡོད་ཟེར་བ། དེ་ནས་ཁ་ཞིག་ལ་འཕུར་ཡ་མེད་དུས་རྫུ་འཕྲུལ་གཞན་བརྟེན་ཟེར་བ་ཞིག་གསུངས་གི་ཡོད་རེད། གཞན་གྱི་རྫུ་འཕྲུལ་ལ་བརྟེན་ནས་རང་ཉིད་ལ་དེ་ལྟ་བུའི་གནས་སྐབས་ནུས་པ་དེ་འདྲ་ཞིག་ཡོད་པ་ཆགས་ཡ་དེ་འདྲ་ཡོང་ཡོང་གི་ཡོད་རེད་གསུངས་གསུངས་གི་ཡོད། དཔེ་དེ་ནང་བཞིན་ཅིག་བྱས་ནས་སྐྱེས་བུ་དམ་པ་དེ་འདྲ་ག་རེ་བྱས་ནས་ང་ཚོ་ནམ་རྒྱུན་གྱི་བརྟེན་ནས་ཚོགས་པ་དེ་འདྲ་འཚོགས་དུས་བླ་མ་སྐྱེས་བུ་དམ་པ་ཞིག་འོས་ཞུགས་དགོས་གི་ཡོད་རེད། དེའི་ནང་ན་མཉམ་ཞུགས་བྱེད་མཁན་ཚང་མ་ལ་དེ་འདྲའི་ནུས་པ་མེད་ན་ཡང་སྐྱེས་བུ་དམ་པ་དེ་འོས་ཞུགས་བྱས་པའི་སྟོབས་ཀྱིས་ཡང། གར་ཅིག་དེ་ཚང་མ་ཡར་ཅིག་གར་ཅིག་གོ་རང་ནི་རིམ་འདྲ་བོ་ཡིན་ན་ཇེ་མཐོང་འགྲོ་བཅག་ཡོད་རེད་ནུས་པ་ཆེར་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་དེ་འདྲ་བའི་གི་འོག་ནས་དེ་ནི་ཚོགས་ཕུད་ན་ད་ཚོགས་ཀྱི་འཁོར་ལོ་ཟེར་བ་དེ་རེད། ད་སྤྱིར་བཏང་ཚོགས་ཀྱི་མཆོད་པ་ཡིན་ན་དཔེར་ན་བླ་མ་མཆོད་པ་ལྟ་བུ་རོ་དགེ་ལུགས་པ་ཡིན་ན། དེ་བཞིན་དུ་ནི་ད་དཔེར་ན་རྙིང་མ་འདྲ་བོ་ཡིན་ན་འཇམ་མགོན་མི་ཕམ་རིན་པོ་ཆེ་གི་ཚིག་དོན་བླ་བསྒྲུབ་ཟེར་བ་ཞིག་ཡོད་བ་ཚིག་དོན་སོར་བསྡུབ་གི་བླ་བསྒྲུབ་ཟེར་བ།

ངོ་ནི་ཤ་ན་མགོ་ལ་ཧོང་ཨོར་རྒྱུན་ཡོད་རྒྱུན་ཞིག་དང། དེ་ནི་སོ་སོ་གི་ཚིག་ཆུ་ཉིན་ལྔ་འདྲ་བོ་ཡིན་ན་སྡེར་མ་ཆུང་ཆུང་ཡང་ཚིག་གི་ནང་ན་ཕུར་འདྲ་བོ་དེ་འདྲི་ཞིག་དང་ཚོགས་ཆང་ཞིག་དང་དེ་འདྲི་ཞིག་བཤམ། དེ་ནི་རམ་ཡང་ཨོ་མ་ཧོང་ཟེར་བ་དེ་སྤྱིར་བཏང་གི་བྱིན་རླབས་རེད་བ་དེ་རྗེས་དེ་ནི་ཚོགས་དེ་ཚོ་དོན་དེ་སྔ་མ་ལ་ཅིག་དེ་ག་སོ་སོ་གི་གང་ཤེས་པ་གི་སྔོ་བ་སྨོན་ལམ་རེ་བཅས་བཞག་པ་ཡིན་ན།

གཉིས་དེ་ག་རེར་ཟེར་ན། དེ་ནི་སྒྲུབ་པ་སྦྱང་བ་དང་ཚིག་ཉམས་ཆག་གཉིས་སྐྱོན་འགའ་འདྲར་སྣང་བ་ཚང་མ་དེ་བཞག་གི་ཡོད་རེད། དེ་འདྲ་ཡིན་དུས་ཀྱི་སྤྱིར་བཏང་དེ་ཡང་ད་མ་གཞི་དེ་ད་ལྟ་ཞུས་པ་ལྟར་འདིར་ཚོགས་བསགས་སྒྲུབ་སྦྱང་ཟེར་བ་དེ་ཡོང་བསྡད་ན། དེ་ནི་སྭཱ་ར་ཧ་པ་གི་དེ་ག།

ཆུང་ཆུང་ཞིག་ཡིན་ན་ཡང་ད་དེ་ལ་བུ་བུ་མོ་གི་ཁྱད་པར་ཡོད་མ་རེད་ལོ་རྒན་གཞོན་གྱི་ཁྱད་པར་ཡོད་མ་རེད་སོ་སོ་གི་གང་ལྟར་ཡང་སོ་སོ་གི་ལྟ་བའི་སྒོ་ནས་དེ་འདྲའི་སྟོན་པ་ཡིན་ན་ནི་འགྲིག་འདུག་ཡོད་རེད། དེ་འདྲ་བྱས་པ་ཡིན་ན་ཡང་དེ་གི་བསམ་གྱིས་མི་ཁྱབ་པའི་ཚོགས་རྫོགས་ཀྱི་ཡོད་རེད། འོ་དེ་འདྲ་རེད། ད་ཡང་བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་ཡོད་མཁན་ཡིན་ནའང་དང་བོ་རེད་མེད་ན་ཡང་ཚིག་བརྗིད་དོན་དྲན་བཅས་ནས་རོ་ཧོང་རྒྱུན་ཡོད་རྐྱེན་སེ་མར་དང་ནི་མགུར་རིན་པོ་ཆེ་སེ་མར་དྲན་དེ་ནི་ཚོགས།

འོ་དེ་འདྲ་ཡིན་དུས་ཀྱི་སྤྱིར་བཏང་གི་ཚོགས་ཟེར་བ་དེ་དེ་འདྲའི་གི་ཅིག་ཡིན་གཅིག་མིན་གཅིག་གི་བླ་མ་གྲྭ་པ་ཅིག་ཡིན་གཅིག་མིན་གཅིག་གི་དགོན་པ་གྲྭ་ཚང་ཞིག་ཡིན་གཅིག་མིན་གཅིག་གི་བཀའ་ཤིས་ཅིག་དེ་འདྲའི་གི་ཅིག་ཆོས་ཚོགས་གཅིག་གི་ནང་ནས་འགྲོ་སོང་ནས་ཉམས་ལེན་བྱེད་དགོས་ཡ་རྐྱང་པ་ཅིག་ཡིན་ས་མ་རེད། དེ་འདྲ་ཡིན་དུས་སོ་སོ་གི་ནམ་རྒྱུན་གི་ས་ཆ་ག་བ་ཡོད་ན་འོ་དེ་འདྲ་ཡིན་དུས་ཚོགས་དེ་ཕུད་ཐུབ་ཡ་དེ་འདྲ་ཞིག་ཆགས་ཀྱི་ཡོད་རེད། ཕུད་ན་དཔེ་མི་སྲིད་དུ་དོན་དག་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། ཨོ་དེ་འདྲ་ཡིན་འདུག་ཨ་ནི་རྣམ་པ་ཚང་མ་ད་དེ་རང་གི་སྐབས་སུ་ང་ཚོ་གི་དྲི་བ་དྲིས་ལན་དེ། ད་ཚོང་འཁོར་དང་ཚོང་ཆོས་གཉིས་ཁྱད་པར་ག་རེ་ཡོད་རེད་ཟེར། ཨ་ནི་ཚོང་ཆོས་བུས་ན་གྱི། ཕ་ཡུང་གི་ཚེ་ན་འདྲ་སྟོང་དང་ག་རེ་ཡོད་རེད་ཟེར། ཨོ་དེ་རེད་བ། དེ་འདྲ་ནི་གསང་སྔགས་རྡོ་རྗེ་དག་པ་ལ་ཡིད་ཆེས་མཁན་དེ་འདྲ་ཞིག་ཡིན་ན། མཆོག་ཐུན་མོང་གི་དངོས་གྲུབ་དེ་ཐོབ་དགོས་ན་རྩ་བ་དམ་ཚིག་རེད་ཟེར།